དེའི་སྐབས་སུ་ཉན་ཏེ་བཏང་ཟེར། དེའི་སྐབས་སུ་ཟ་ཧོར་གྱི་ཡོས་ཐང་ཅིག་སྙེ་ཐང་ཅིག་ཁྱུ་ལ་བཙལ་ནས། དེ་ནས་དམ་མི་ཐང་ཅིག་གི་དིན་གྲི་གི་རྫུན་ཁྲི་དང་ངོ་མཚར་ཅན་གྱི་སྐྱེས་བུའི་ཁྱད་པར་གྱིས་དུང་སྒྲ་ཟི་རིད་གི་རྫུན་ཡོངས་སུ་རྫོགས་པ་ཧ་ལས་ཧོན་སོང་དིན་གྲི་རེད་འདི་དེ་ལ་ད་དེ་ནས་བཟུང་དེ་མགུར་རིན་པོ་ཆེ་ཁོང་རུག་ད་དེ་ཡོས་དེ་གི་ཁས་བླངས་དིན་གྲི་རེད་འདི་ད་ཟ་ཧོར་གྱི་ཡོས་ཐང་ཅིག་ཁྱུ་ལ་རྒྱུ་ཡོས་དེ་ལ་ཡོས་པ་ད་ཡོས་དེ་མང་ཚོགས་ཡོངས་སུ་རྩོད་པ་དེ་ད་ཁྱུ་ལ་དད་པ་ཆེན་པོ་རེད་དེ་ནས་དེ་ནས་ཡོས་ཁ་དེ་ཁྲལ། ཅེས་དང། སངས་རྒྱས་རྫོགས་དགོས་ན་ཡང་ན་བདེ་བ་ཅན་གྱི་ཞིང་ཁམས་ལ་སྐྱེ་རྫོགས་དགོས་ན། མདོར་ན་ང་ཚོ་གི་འདི་ན་ད། ཆོས་གཞུང་གི་བཤད་ན་ཐང་ཚེར་མི་ཐུབ་པའི་སར་ཐོ་བ་འགྱུར་དེ་རྫི་བ་ལེ་རེད་ད་ང་ཚོ་ཐ་སྙད་སྤྱི་སྟོང་གི་དེ་སྐད་ཆ་ཟེར་མ་གཏོགས་འདི་ཚེར་མི་ཐུབ་ས་ཟེར་ཨེ་རྫོགས་ལེ་རེད་འདི་རྫོགས་ལེ་རེད་ཟེར་འདྲ་བ་མང་པོ་བརྒྱབ་བསྡད་ན་དེ་ཕྱི་ཚེས་ཀྱི་ད་གཞན་ལུགས་བཤད་སྟོང་རེད་མ་གཏོགས་ང་ཚོ་འདི་ནས་ད་ང་ཚོ་གི་གནའ་རབས་ཀྱི་ད་རྒན་པ་ན་རྒན་རབས་པ་ན་རྗེ་འབྲང་ཞེས་ཤིག་ཚེ་འདི་ནས་འགའ་རིན་པོ་ཆེ་གནང་ཐ་དེ་ཁ་ཁེག་གི་ལང་ནས་མ་ཤེས་འདི་དུས་དེ་ལ་དེ་ནས་ང་ཚོ་ད་འདི་སོ་ཐང་ཆེ་ཚད་གོ་དཀའ་བ་དེ་སོ་ཐང་ཆེ་འདྲ་བ་བརྒྱབ་བསྡད་ན་ད་གང་ཚེ་ཟེར་ན་ཆ་ཕན་ཐོགས་མེད་ཟེར་དེ་འདྲ་རེད་ཚ་དུས།

ད་དེའི་སྐབས་སུ་ཡོད་མི་ཡོངས་སུ་རྫོགས་པར་ངོ་ངོ་ཤེས་ཟེར་ཡག་ལུགས་ངོ་ལུགས་ཤིག་ངེས་ཅན་དག་རྒྱ་དགོས་པ་རྒྱ་བོད་ཀྱི་ཕ་ཡན་ལས་རེད་ད་འདི་ངོ་ཚོང་གི་སྣང་མཐའ་འདི་བརྒྱུད་པ་ཞིག་ཡོད་ལ་མ་ད་གོང་རིམ་སྣང་མཐའ་ཟོང་ལེན་མ་རྫོགས་ཀྱི་འདི་སྣང་མཐའ་བསྡུས་པ་ཟེར་རེད་འགའ་རིན་པོ་ཆེ་ཁོང་རུ་ཤིན་ཏུ་ནས་ཀྱི་སྣང་མཐའ་བརྒྱུད་པ་ད་ད་འདི་པད་མ་ཀ་ཐུང་ཟེར་འདྲ་ད་ལྷ་འདྲེ་ཀ་ཐུང་ཟེར་འདྲ་དུ་ཚོད་ཐང་ཅིག་ལ་བལྟས་ན་འགའ་རིན་པོ་ཆེ་གི་སྣང་མཐའ་ཤིན་ཏུ་ནས་ཀྱི་བརྒྱུད་ཞིག་བརྒྱུད་པ་རེད་ད་དུ་ཚོད་ཐང་ཅིག་གི་ནང་ལ་བལྟས་ཡོང་ན་ཡང་གང་འདི་འདི་ཨོ་རྒྱན་གྱི་ཡོད་དུ་མར་ཕེབས་ས་དུ་ཚོད་ཐང་ཅིག་ལ་ཤིན་ཏུ་ནས་ཀྱི་གཏམ་མང་པོ་བཤད་རྒྱུ་ཡོད་ཀྱི་དོན་དེ་ནས་ཁྱད་པར་དུ་ད་ལྟ་རིང་འདི་འདྲ་ཡང་ན་འགག་འདི་རྩ་མུ་མ་ཟིག་གོ་ན་ཞོག་འགྲོ་གྱི་ཟིག་དེ་རྩ་མུ་མ་ཟིག་གོ་ན་ཤི་འགྲོ་གྱི་རྩ་ཉིད་ནི་ཡེ་མ་སྟེ། ཤི་འདི་ནས་བགྱིས་ཤིག་བགྱིས་པ་སུ་ཡོད་དེ་དེ་ཡིན་དུ་དེ་ལ་ངུ་ཚོ་འདི་རིང་ད་མར་བསྡུ་ཞིག་བསྡུས་པ་སྒོ་ནས་ཁོ་རྩ་མུ་མ་ཟིག་གི་སྒོ་ནས་ཁ་ཁིག་ལངས་ནས་མར་ཤི་ཡ་རྒྱོག་འགྲོ་སོང། དེ་ཡིན་དུ་དེ་ལ་ད་དབུགས་འབྱིན་གི་ཡོད་དུ་ན་ད་ཁོང་རུ་སེམས་སྙིང་རྩ་འདི་འདྲ་ཚེ་ལས་རེད། ད་དེའི་སྐབས་སུ་ཉལ་ཐང་ཅིག་གི་ངོས་ཤིག་ཟིག་ད་སྔན་ཆད་ཀྱི་རྒྱལ་པོ་གི་བུ་རེད་དེ་ནས་གླེན་པོ་གི་བུ་ཟིག་ཡོད་ལེ་རེད་ད་སྐྱེས་པ་འདྲ་མི་འདྲ་ཚེ་འདི་དེ་ལ་ཡོངས་རྫོགས་ཀྱི་ད་དེ་གཉིས་ནང་གི་ཚད་མ་ལྟ་བུ་དང་དེ་འདྲ་རེད་དོ་ལེ་རེད་དེ་ཡིན་དུ་དེ་ལ་ཡོངས་སུ་རྫོགས་པ་གི་ངོས་ཤིག་དེ་ན་ཧོ།

ཉི་མ་ཉེར་གསལ་གྱི་སྟོང་པར་བསྙེན་པ་དེ་དེ་ཁྱེད་ཡིན་ནོ་ཛི་དེ་ནི་ད་རྒྱལ་པོ་རེད་ད་གླེན་པོ་རེད་ཡོངས་སུ་རྫོགས་པ་དེ་ད་དེ་བསྙེན་པ་སར་ཙའི་རྟ་ཡི་སངས་ཟིན་ཡ། ཙའི་རྟ་ཡི་འགྲོ་འོང་དེ་དེ་ལ་ཡོང། སྙན་བརྒྱུད་དང་འདྲ་བར་ད་གཟོད་ཀྱི་དེ་བསྙེན་པ་ཡོད་སར་དེ་མེད་དེ་ལ་ད་ཁར་མ་ཁར་ལོག་དེ་ཟི་དེ་ཡོངས་སུ་རྫོགས་པ་དེ་རྒྱ་མཚོ་ཆེན་པོ་ཟི་ལ་འགྱུར་དེ་ནི་ད་དེ་གི་ནང་ན་ཡང་མེ་ཏོག་པད་མ་སྡོང་པོ་ཤིན་ཏུ་ནས་ཀྱི་ད་འོད་ཁ་དོག་ལྔ་ནི་འཁྲུངས་འདུག་དང་འདྲ་གི་མེ་ཏོག་པད་མ་སྡོང་པོ་ཟི་ལ་ད་ཁར་ཚ་ཟི་ཡོད་དེ་འདྲ་མེ་ཏོག་ཆེན་པོ་ཟི་སྐྱེས་དེ་ནི་དེ་ནི་དེ་གི་ད་ཡིན་དེ་ན་ད་འགར་པད་མ་འགྱུར་ནས་དང་ནི་དེ་ནི་ལྷ་ཆང་མི་འདའ་ར་བ་ཁོང་ནང་མ་ཉིད་འོད་དང་འོད་ཟེར་གྱི་སྐྱེས་དེ་ན།

དད་པ་དང་ཆེ་རུ་འཛིན་ནང་གི་དམ་ལྡན་དངོས་གྲུབ་ཆུང་གཉིས་ཡ་མཚན་ཆེའོ་ཀ་དཔྱད་ཞིང་སྙིང་པོ་པདྨ་ནང་ནས་དྲངས། འཁོར་བ་ཐུགས་ཀྱི་སྒྲ་ཚད་ཐལ་ཕྲེང་ཀ་ལ་སོགས་ཚོགས་ཀྱི་རྡོ་རྗེ་ཀ་ལ་ཚང་ཚང་དེས་རྩེ་དེ་ནས་ད་རྒྱལ་པོ་ཨིན་དྲ་བོ་དག་དེའི་སྐབས་སུ་ཁོང་རོ་ལ་ཡར་བསྟོད་པ་དང་འབྲེལ་སོ་ཕོ་ལ་ཡན་བསང་ད་དེའི་སྐབས་སུ་ཡར་རྒྱལ་པོ་ཨིན་དྲ་བོ་དང་ཁོང་རོ་གའི་ཞལ་སྐྱོ་བོ་ལོངས་དེ་ནས་ད་སྔོན་བླ་ཡི་ཁྱིམ་ནས་སུ་ད་རྒྱལ་པོ་ཁོང་གི་བླ་མཆོད་རྩེ་དུ་ད་རྒྱལ་པོ་ཁོང་གི་བླ་མང་དུ་བསྟེན་གྱི་ཡན་བསང་ད་རྒྱལ་པོ་དགོས་ན་ད་གསོལ་བ་ད་སྐྱབས་འགྲོ་རྩེ་ད་དེ་འདྲའི་རྩེ་བོ་ལེན་སོ་ཀ་བ་ཡ།

ག་རེ་ཟེར་ན། འདི་གཞུང་ལུགས་ཀྱི་ངོས་ནས་ད་ཤ་འདི་ནས་ད་གོ་དཀའ་མོ་གོ་ནས་འབྲེལ་བ་རྒྱལ་དགོས་རྒྱུ་དེ་འདྲ་ཟེར་རེད་འདུག་ག་ད་ལྟོགས་གྲུ་ཐུང་ཉམས་སུ་འདོགས་ཚུལ་འདི་ན་ཚོང་བྱིས་བཟོ་ལས་རེད་ད་ངོས་ཐོག་ཁ་སྐད་རྒྱག་ན། བྱས་ནས། ད་ནི་ཡག་རྒྱ་པོ་ཁོ་ཐག་བཅད་པ་ད་ད་བློན་པོ་རེད་རྒྱལ་པོ་རེད་ཏི་པར་ཡོངས་སུ་རྩོད་པ་ད་ད་སྐྱེ་བ་མེད་མ་སྐྱེ་བའི་ཆོས་ལ་གཟད་པ་ཐོག་དེ་འདྲས་རེད་ཟེར། ད་དེའི་སྐབས་སུ་དེ་ནས་ཨོ་རྒྱན་གྱི་སློབ་དཔོན་ད་འདི་ཨོ་རྒྱན་གྱི་རྒྱལ་པོ་ཨིན་དྲ་བོ་དག་གི་འགུར་རིན་པོ་ཆེ་ལ་དེ་ནས་བསྟོད་པ་སོགས་དང་སྦྲགས་ཀྱི་ཚད་གཞི་ཕིང་གི་དེ་ནས་དད་པ་བྱེད་ཚུལ་འགའ་ད་ཧོང་དངོས་གྲུབ་ཆོས་ཉིད་ཡང་རྩེ་ཆེ་བོ་གི

ད་འདི་ཚོ་ཐང་ཆེན་གྱི་རྟོག་པ་ཆོས་ལྡན་གྱི་གང་ཟག་འདི་ཚོ་ཐང་ཆེན་ཡང་སྤྱོད་པ་ལ་ཤིན་ཏུ་ཆེས་སྙན་པ་གི་ཚིག་ཁ་བལྟས་ན་དེ་མི་འདྲ་ནི་དེ་འདྲ་ཟེར་རེད་ད་ངེད་ཚོས་ངྷན་ཆོས་མི་ལ་རེ་བ་གི་དེ་འུ་གཙང་གི་བུ་མོ་ཡ་ཟིལ་གྱིས་བརྫིས་འོ་ད་ཁྱོད་འོ་ད་གཙང་གི་བུ་མོ་ནང་གི་བརྫིས་ན་དེ་འདྲ་ཟེར་གི་འོ་ད་ད་འདི་ངོ་ཡོད་འདི་མི་ལ་རེ་བ་ད་འདི་དགེ་ཤོས་མི་ལ་རེ་བ་ད་ན་བུ་མོ་ནང་གི་དེ་ད་འདི་དགེ་ཤོས་ད་ངོ་ཡོད་ཕ་ཚ་ཚི་ཚ་རེད་ཀ་ཡང་ཕ་ཁྲི་ཚི་ཁྲི་རེད་འདི་འདི་འགི་ལ་རེ་བ། མ་ལ་རི་བག་ཏུ་འདྲི་བྱེད་རྫིག་འོ་ད་དེ་འདྲ་གཟིགས། འགུ་རིན་པོ་ཆེ་ཁོང་རུ་གི་རྟགས་འདི་དེ་ལ་ད་སྙན་ནོ་ཡོངས་སུ་རྫོད་པ་དེ་ལ་ཕ་ད་འོ་ད་གིས་ཤུགས་དེ་འདྲ་རེད་འགུ་རིན་པོ་ད་སྙན་ནོ་གི་ཚིག་རྟགས་འདི་དེ་ལ་ད་འདི་སྙོག་ཐུག་གི་གསང་དེ་གིས་ཤུགས་འདི་གུས་དེ་འདྲ་རྫོད་རྒྱུ་རེད་ད་དེ་རེད། ད་དེའི་སྐབས་སུ་འདི་ནི་དེ་རྒྱ་གར་རྡོ་རྗེ་དེ་ཡིན་རྫོད་རྒྱུ་ད་ན་ད་ནོམ་པ་གི་ནོམ་པ་སངས་རྒྱས་པ་གི་གྲྭ་བ་མང་པོ་ཟིག་ད་དཔེ་འདི་དང་མང་པོ་དེ་འདྲ་ཟིག་ཡོག་དོ་ལན་ཟིག་ཡོག་འདི་དེ་ལ་དེ་རྒྱ་གར་གི་ཚུལ་དེ་ན་ད་མི་སྡིག་པ་དང་འདྲ་ཤ་འདི་ནས་ཀྱི་ཁེས་པ་མང་པོ་དེ་འདྲ་སྤྲང་བོ་ལན་ཟིག་འོ་དེ་དེ་ལ་དེ་ནས་དེ་གི་ནང་ནས་ཀྱི་ད་སྔན་ཆད་སུ་ཚིག་གི་མུ་རུ་སེང་གི་དང་འདྲ་གི་མི་སྡིག་པ

ཨོ་ད་འདི་བསྟན་པ་རྒྱས་ལི་ཡོག་ཙེ་པ་རྒྱས་ཀུ་ཏའི་རྫི་ཟི་ད་བསྟན་པ་རྒྱས་ལི་ཡོག་ཙེ་པ་རྒྱས་ཙི་ཆ་རྫོ་ལི་རི་ཛི་ན་ད་འདི་བསྟན་པ་རྒྱས་ལི་ཡོག་ཙེ་པ་རྫོ་རྒྱས་རྫོ་རྒྱས་སྔན་ཆད་ད་དེ་ང་ཚོ་གི་འདི་འཇང་གི་ས་པན་གི་དུས་སུ་ད་བསྟན་པ་རྒྱས་ལི་ཡོག་ཙེ་པ་ཟི་རྒྱ་ལས་དེ་ཆེན་ཏི་ཙི་རྒྱ་ལི་རི་ཛི་ན་སྔན་ཆད་འཇང་གི་ས་པན་གི་དུས་སུ་འདི་ན་རྒྱ་གར་ར་ཤ་ནུ་ཉི་ལ་སྐད་གྲོགས་ཀྱིན་འབུད་གི་ད་སྐད་གྲོགས་ཆེ་བུ་གི་ད་མི་ཏི་འདི་ཁྲོ་ཙི་དགའ་བོ་ཛ་ད་ཤ་འདི་ནས་ཀྱོ་ད་མི་ཚུ་རུ་མི་ཏི་པ